ཨོ། ད་འདིའི་གཏམ་དང་ཉན་མཁན། རྒྱལ་ཁབ། ད། ཕྱི་ནང། ག་ས་ལ་འཇུས་མཁན་གྱི། དེ་ནི་ངོ་ཤེས་མཁན་གྱི་གཉེན་དང་སྤུན། དེ་ནི་འབྲེལ་བ་འོ་མཁན་གྱི། ད། མི་སྟོད་ལས་ལ་དྭངས་ཤོར་ལ་བཀྲ་ཤིས་བདེ་ལེགས་ཟེར་གྱི་དང་བྱས་ནས། འདི་ནས་མ་ལ་ད་གཅིག་གི་མཁས་བ་འགྲུབ་སྟངས་དང་དེ་ཕོ་སྤོང་སྟངས་ཀྱི་སྐོར་ལ་གཅིག་འབུད་འགྲོ་མང་པོ་ཞིག་བོར་རོ། དེ་ནས་ད་ལྟར་མ་བ་དང་སྐར་མ་མང་པོ་ཞིག་གིས་དེ་ནས་དེ་ལ་དོན་གཉེར་བྱེད་ཅིང་ནི་ཕན་མང་པོ་ཞིག་ཐོགས་ཀྱི་འདུག་དུ་རུང་མུ་མཐུད་ནས་དེ་ནས་ཅིག་ད་བ་རེ་མོ་ཨེ་ཀེ་ལ་ཨ་ནི་ད་ཤོ་རོ་གྱིས་ཅོ་ཟེར་མཁན་གྱིས་དེ་ནས་རེ་སྐུལ་ཟེར་ན་མི་འདུག།

བདག་པོ་དང་གཙང་མ་ལག་འཇུ་བ་དང་མེད་འདུག་ཅེ་ན་ཟེར་བྱུང་ལ། ཅིག་གིས། ང་རང། ད་ཅིག་གིས་ལོ་མང་པོ་ཞིག། ཟེར་ན་མི་འདུག་ད། བོད་ཕག་གི་སྤྱི་ཚོགས་ཀྱི་ནང་ལ་དེབ་ནི། ཅིག་བོད་སྐད་གཅིག་པུ་ཁྱབ་སྡོད་མཁན་གྱི་མི། འདི་ད་ཅིག་ཧོབ་ལ། འོ་རེད་ཡར་གྱི་སྐད་འདི་རྒྱག་ཅི་བྱུང་ལ་ཨེ་ཅིག་མིག་བལྟས་བྱུང་ལ་གཙང་མ་མེད་བྱུང་ལ་འོན་འདུག་ཡིན་ན་ཡང། ཅིག་གིས། རང་རང་སོ་སོས་ཀྱི་སྐད་དང་རིག་གཞུང། ཆོས་འདི། དག་བདག་པོ་རྒྱག་མཁན་ངོ་རང་མ་གཏོགས་མེད་པ་ཟེར་བྱུང་ལ། འདི་ནི། ངེས་པར་དུ། དག་ཅིག་གིས་གང་ཐུབ་ཅི་ཐུབ་ཅིག། ཅིག་གིས་ཤེས་ཤེས་ཤེས་དུ་དྲན་གསོ་གྱིས་ཅི། མི་ཤེས་ཀྱི་འདོད་ཆུང་ཅི། སློབ་ཅི། མ་བྱེད་པ་ཟེར་བྱུང་ལ་ད་བདག་ཅག་གི་དུས་ཚོད་ལ། ཅིག་གིས་འཛམ་བུ་གླིང། ཅིག། ས་ཆ་ཐག་རིང་དུ་མང་པོ་ཅིག་ལ་ཕིན་ན་ཡང། གང་ལྟར་ངོ་སྤྲོད་གྱིས་ག་འདི། ང་མོ་ཨ་ཡིན་ང་སྐར་མ་ཡིན་མ་གཏོགས་ང་བོད་པ་ཡིན་ང་ཕྱི་རྒྱལ་ཡིན་ང་རྒྱ་གར་ཡིན་ང། མོ་ནི་གནས་ན་ནས་ནང་ཇི་མང་ཡིན་གང་ལྟར། གོ་ནུ་འཕེན་ནའང། སྐད་ཇི་ནི་བཤད་ནའང། གོས་ལྭ་ཇི་ནི་ཁུར་ནའང། ད། རང་གི་ངོ་སྤྲོད་འདི་ང་མོ་ཨ་ཡིན་ཟེར་གྱིན་མ་ཏོ་མེར་བྱུང་མནན་པ་ཟོར་བྱུང་ཐ་ན་རང་གི། སྐེའང་མ་ཤེས་པ་ཟོར་བྱུང་ཡང་ཨ་ཅི། ཐབས་སྐྱོ་བོ་བྱུང་ལ་ལ་བོ་མེད་བྱུང་ལ་འོན་འདུག་དེ་ནི། ཨའི་འོ་དེ་བྱས་བཞིན་ང་རང་གང་ཐུབ་ཅི་ཐུབ་ཀྱིས་ད་འོ་རེ་མོའི་སྐེ་དང། ནང་ནས་དེ་ནི་ཅིག། ད་ཅིག་འདང་ཅག་གིས། ཁྱོག་གདོང་ནོ་གཞུང། School དང College། ལ་འབྱོར་མཁན། དེ་ནས་རང་གི། ནང་ལས་འཕེན་རྒུ་དག་ཐག་རིང་པོ་ཅིག་ལ་དེ་ནས་བྱེད Hostel། དང་ཁང་པ་གཡར་ཅིང་སྡོད་མཁན་མང་པོ་ཅིག་ཨོ་རྒན། མདོ་ལ། ཅིག། ད་ཡ་རབས་ཟེར་ན་མི་འདུག། ཡ་རབ་ལའོ། དེ་ནས་ཆོས་དང་མཐུན་པ། གིས་ནི་ཆོས་དག་ཚིག་བསླབ་པའི་རྗེས་ཟེར་ཅུང་ཕན་འགྱུར་རམ། བསམ་བྱུང། འོ་ཅོག་བྱས་ནས་དེ་ནི་མི་མང་པོ་ཅིག་གིས། དེ་ནི་མུ་མཐུད་ནི། བྱས་ནས་བ་དག་ཅིག། བདག་རེན་ཡུལ་གྱི་སྐད་ལ། ཟེར་རྗེས་དེ་ལའོ་ཕན་རྒྱུ་འདོད་ཟེར་མཁན་ང་ལ། དེ་ནི་ཅིག་རེ་ཁུལ་བྱ་མཁན་ཟེར་མཁན་མང་པོ་ཞིག་གིས་དེ་ནི་ཤོ་རོ་ཁྱི་ཇོ་ཟེར་མཁན་མང་པོ་བྱུང་སོང། ཡིན་ན་ཡང་ཅིག་ད་དུས་ཚོད་ཀྱིས་མ་ཁོམ་རྗེས་ནས་དེ་ནི་ཡང་ཅིག་ཨའོ་ད་ཙམ་ལུས་སོང། དེ་ནི་ངའི་དུས་ཚོད་དང་མཐུན་པའི་སྒོ་ནས་ང་རང་མུ་མཐུད་བཞིན་ད་གང་ཐུབ་ཅི་ཐུབ་ཀྱི་སྒོ་ནས་དེ་ནི་དེ་ནི་མ་བྱས་རྗེས་དེ་ནི་འབུད་དཀྲོལ་གཞུང་ལ་བྱས་རྗེས་བོར་གྱི་ཡོད། དེ་ནི་ད་དེ་རིང་ངས་དེ་ནི་མ།

ཇེ་ཡང་ཇེ་དགེ་བའི་ཕྱོགས་ལ་འགྲོ་འམ་དང་མི་དགེ་བའི་ཕྱོགས་ལ་འགྲོ་ཡི་ནང་ནས། དེ་ནི་གསུམ་གྱི་ནང་ནས་ད་བརྣབ་སེམས་ཟེར་གྱི་འདི་ཁ་ཟང་ཐང་ལ་བསྣན་ནས་བྱུང། དེ་རིང་ད་གནོད་སེམས་ཟེར་གྱི་འདི་སྡིག་པ། མི་དགེ་བའི་ནང་ནས་ད་དུག་ཤོ་ཀྱི་ད་རྩ་བ་དུག་ཤོ། ཅེས་གྱི་འདི་གནོད་སེམས་ཟེར་གྱི་འདི་ཡིན།

འབྲོག་ནས་ཉིན་གཅིག་ནང་ཟེར་ཅོ་ནང་ཁུལ་དབུས་ལུས་ཀྱི་ལས་ཀ་དང་དབུས་མཁར་ནས་ཟེར་བྱེད་ཀྱི་རླབས་ཀྱི་བྱ་བ་སྟོད་ལས་ལས་ཀ་སྟོད་ལས་ཀྱི་རྩ་བ་ཐུག་ས་འདི་དབུས་སེམས་མ་ནས་བུང་གི་བ་རག་དང་བ་རག་ཟེར་མི་དགོས་བུང་གི་བ་རག་བུང་གི་བ་རག་ལ་བརྟེན་ནས་དེ་ནས་བྱིས་བུང་གི་ཡལ་ག་བུང་གི་འདི་ནི་ཅིག་མེ་མདོག་བུང་ཡིག་འདི་ནི་འབྲས་བུ་སྟོད་ལས། ལཱུ་དང་རྨེའུ་ཅིག་སྟོད་ལས་ཀྱི་ཐུག་ས་འདི་བ་རག་ཐུག་མ་ལ། འུ་དུ་ཅོང་ལ་འུ་ཡི་ལས། ལུས་ཀྱི་ལས་ཀ་གྱི་དང་ལ་མའི་དང་ཁ་ནས་ལབ་ཟེར་གྱི་ལ་མའི་སྟོད་ལས་དེ་གལ་བ་དང་མི་གལ་བ་རྨེའུ་དང་ལཱུ་དུ་ཡིན་མིན་འདི། ཞིབ་ཆ་བྱེད་ས་རྩ་རོ་རྩོད་ས་འདི། སེམས་མི་ངན་དེ་འདི་གི་སེམས། ནང་ནས་དེ་ནི་བའི་གནོད་སེམས་ཟེར་མཁན་དེ་བྱུང་པ་ཟེར་བྱུང་ལ་སྡུག་ཅག་ཡིན། ད་གནོད་སེམས་ཟེར་མཁན་ཅི་ནང་སོ་གནོད་སེམས་ཟེར་མཁན་དེ། རྩ་བ། ཉོན་མོངས་པ། ཁོང་ཁྲོ། འདོད་ཆགས་ཞེ་སྡང། ང་དེ་ནི་ཅིག་གཏི་མུག་ཟེར་མཁན་དེ་ནང་ནས་གཙོ་བོ་ཞེ་སྡང། དེ་ནི་ཁོང་ཁྲོ། ཞེ་སྡང་ལ་བརྟེན་ནས་ཉོན་མོངས་པ་ཞེ་སྡང་གི་ཀུན་ནས་བསླངས་རྗེས་ནི་དེ་ནི་རེས་མི་དགའ་ས་ཀྱི་ད་སེམས་ཅན། ཏེ་གནོད་སེམས་དེའང་ལྟ་གཙོ་བོའི། རང། མི། རང་ལས་མི་ཕལ་དོ། ཀྱི། དག། མི། སེམས། ཨོ་རྒྱན་གྱི། སེམས་ཅན་གྱི་རིགས་ད་མི་ཡིན་ན་ཡང་འདྲ། ཅིག། གཡག་ཡིན་ན་ཡང་འདྲ་ཟོག་ཡིན་ན་ཡང་འདྲ་སེམས་ཅན་ཡིན་ན་ཡང་འདྲ་ད་ཅིག་སྟོད་ལའི་བྱེ་ནི་ཡིན་ན་ད་གང་འདྲ། ཅིག། སེམས་ཨོ་རྒྱན་གྱི་རིགས་སྟོད་ལའི་ལ། ཅིག། བི། བསམ་བློ། ཅིག། ཁོང་ཁྲོ། ཡི། ཁོང་ཁྲོ་ལངས། ཅིག། སོ་ལངས་ལངས་ཀྱི་མི་འདྲའི། ནང། སོ་ལངས་པ་ཟེར་བྱུང་ལ།

རྩ་བ། སེམས། ཅིག་སྡུག་ཅག་བྱུང་མ་ཐུབ་དེ་ལས་ཀ་ལའུ་སྦྱོང་ལ་ཇི་ནི་མཐོང་ན་ཡང་ཁོ་ལའུ་མ་ངེས་ཡིན་གང་ལྟར་སྡིག་པ་མི་དགེ་བའི་ཕྱོགས་འགྲོ་ཡིན་ངེས། དེ་ནི། ད་གནོད་སེམས་ཟེར་མཁན་དེ་གཙོ་བོ་གང་ལྟར། ཅིག་ཉོན་མོངས་པ། འདོད་ཆགས་ཞེ་སྡང་གཏི་མུག་གསུམ་གྱི་ནང་ནས་གཙོ་བོ་ཞེ་སྡང་གི་ལ་བརྟེན་ནས་བྱུང་ངེས་ཡིན། ཞེ་སྡང་ངམ་ཁོང་ཁྲོ་ལངས་ཅིག་ནི། དེ་མི་ཕལ་དོག་འདོད་ཀྱིས་འདི་ལ། ཅིག་སྐྲ་བྱེད་པ་དང་ལའུ་དང་དེའུ་སྐྱིད་པོ་བྱུང་བ་འོ་འདི་ལ་དེ་ནི་ཅིག། ལའུ་ཅིག་མ་བྱུང་ན་བསམ་པའི་བསམ་བློ་ཅིག་མེད་དེ། ད་འོ་འདི་བསམ་བློ་དེས་ཁྱེར་ཅིག་ནི། དེ་ནི་འོ་འདི་ཁྱེར་པའི་མགོ་ནས་འོད་ཀྱི་ལས་ཀ་དང་རླབས་ཇི་སྙེད་ཅིག་གནས་ན་ཡང་གང་ལྟར། འོ་འདི་འདི་ལའུ་མ་ངན་སྨྲེའུ་ཀྱི་ཕྱོགས། སྡིག་པའི་ཕྱོགས་འགྲོ་འང་ཡིན་ངེས་བྱུང་འོ་འདི་ལ། ད་གནོད་སེམས་ཟེར་གྱིས་ནི་གང་ལྟར་གནོད་སེམས་འདི། བསམ་བློ་ལའུ་སྟོང་གཅིག་འབྱུང་ལ། ད་རང་ལ་ད་ཕན་ཐོགས་ཅིག་ལས་རྣོ་མང་རྒྱག་རྒྱུ་བྱུང། ད་ཉི་མ་གཅིག་གི་ནང་ལ་བ་རང་ལ་གནོད་པའི་མི་ཕལ་དོ་ཅིག་ལ་གནོད་སེམས་གནོད་པའི་བསམ་བོ་ཅིག་བསམ་བློ་དུག་ཆགས་ཅིག་འཁོར་བ་ཟེར་བྱུང་ལ། མི་ཕལ་དོ་ཅིག་ལ་གནོད་ཅིག་ད་ཅི་ལ་གནོད་ཅིག་ཡིན་ན་ཡང་བ་རང། ཟས་ཡི་ག་འགའ། བསམ་བློ་འདྲ་མི་འགྲོ་འཁོར་ཚ་མོ་སྙུན་མ་ཁུག་འོ་འདི་གྱོང་དོ་ལས་རང་ལ་གྱོང་མི་ཕོག་སྟེ།

མི་གཅིག་ཁང་པའི་ནང་ལ་ཞབས་བརྟན་བྱེད་བྱེད་ནང་མི་བསྡད། སྐུ་རུམ་ཞབས་བརྟན། སྐུ་རུམ་འོ་མི་སྐྱོ་རེད། སྐུ་རུམ་བཏང་ན་ཡང་ན་སྐུ་རུམ་བཏང་རྗེས་ནི་དེ་ནི་མི་གཅིག་གིས་ད་ཁོ་རང་གི་སྐུ་རུམ་ལ་དེ་ནི་ཚ་ཚ་མང་པོ་ཅིག་རྒྱག་རྩིས་བྱོས་ཚ་ཚ་དེ་ཁྱབ་ཅིང་དེ་རི་གཙང་མ་ལ་ལོ་ཚ་ཚ་ཁྱབ་ཅིང་རི་གཙང་ད་རི་ལམ་གཅིག་ཟུར་གཅིག་ལ་བོར་བར་ཡིན་ནང་མི་བསྡད་མི་གཅིག་གིས་བོར། ད་འོ་དོད་ཀ་དབྱར་ཀ་ཡིན་ནང་མི་བསྡད་དྭངས་ཆགས་ཀྱི་དུས་ཚོད་དབྱར་ཀ། ཚ་ཚ་དེ་དེ་ནི་ལམ་གྱི་འོ་ད་པ་ལ་བོར་རྗེས་ནི་དེ་ནི་ད་དབྱར་ཀ།

ཕྱག་རྟགས་བསྒྲགས་ཙང་མ་འཇོག་རེད་ན། ད་ཁོ་རའི་བསམ་བློ་ལ་གད་བུ་སྤེལ་མི་བསམ་བློ་ལའོ། བསམ་པ། ཕན་སེམས་རྣམ་པར་དག་པའི་སྒོ་ནས། ཁོ་རང་གོང་གྱི་སྤོག་ལུག་ཞེས་བ་ར་སྤེའུ་ལོ་སྤེའུ་ལུག་འདི་སྤུད་ཀྱི་ནི། གནས་སྐབས་གཅིག་བུ་དེའི་ཚ་ཚ་གི་སྟངས་ལ་སྐབས་བོ་བ་རེད་ནག་ཅིག་ན་ཟེར་བུ་དེ་ཚ་ཚ་དེ་ད་མི་འཕང་གི་མི་འདུར་གྱི་ཆེད་དུ་གནམ་གྱི་མི་འདུར་གྱི་ཆེད་དུ་ཁོ་རའི་སྤེའུ་ལོ་འདི་སྐབས་སྤུད་ཀྱི་ནི། ཚ་ཚ་ལ་སྐབས་བོ་བ་རེད་ནག།

འོད་ཏིག་ཏིག་ཚ་ཚ་གི་སྟངས་རུ་བོར་བ་སོགས་ཀྱི་ཚ་ཚ་ཟེར་གྱིན་འདུག་ཕྱག་ཚ་ཚ་སངས་རྒྱས་ཀྱི་སྐུ་གསུང་ཐུགས་གསུམ་གྱི་ནང་ནས་ཐུགས་ཀྱི་རྟེན་ཟེར་ནས་ཅིག་མི་གཅིག་ཕྱག་ཚ་ཚ་མགོ་ལ་བོར་བྱེད་ཀྱིས། ཚ་ཚ་དེའི་སྟངས་ལ་དཔེ་ཀློག་ཅིག་བོར་བྱིན་རྣ་ཧང་དུ་རྫབ་ཆེན་དིག་པ་སོགས་ཅིག་ཟིན་ཏེ་ཁུག་གི་དཔེ་ཀློག་དེ་རི་པི་པི་པི་ནང་མི་བསྡད་ཁོ་རང་གི་འོ་ཏིག་ཏིག་ལྗོངས་བྱེད་བཞིན་འོད་ཏིག་གཉིས་ཀར་ཚ་ཚ་རྒྱག་གིན་སྟངས་རྒྱག་གིན་སྣང་ཨ་ནི་ཕན་ཆེན་པོ་བྱུང་ཆ་ཡིན་ངན་ཚ་ཚ་བཏང་ལ་སྤེའུ་ལོ་འགས་པིན་ཡང་ཕོན་ཆེན་པོ་བྱུང་ཅང་ཡིན་ཚ་ཚ་བཏང་ནས་སྤེའུ་ལོ་རིབ་འབི་གིན་ཡང་ལོག་བྱུང་སྟོད་ལས་ཚོགས་བསགས། དེ་ནི་གེ་བ་ཕུན་སུམ་ཚོགས་པ། ཚེ་ཕྱི་མ་ལ་དེ་ནི་ཅིག་རྒྱལ་པོ་ཀྱི་ལུས་རྟེན་ལོ་ཐར་གྱི་ཐོ་ཐོབ་ཀྱི་ལོ་རྒྱུས་ཡོང་ཅིང། ལའུ་ཁེ་ཆུང་ལ་ཚ་ཚ་གིས་བཏང་ལ་སྤེའུ་ལོ་བཀབ་པ་གསར་བྱུང་ལོ་དེ་དེ་གེ་བ་གཅིག་ལོངས་སྤྱོད་བསོད་ནམས་ཟས་བྱིད་དང་སྡིག་པ་གསོག་བྱེད་ཀྱི་རྒྱུ་ཡིན་ངེས་ལ་ཡིན་ན་ཡང། ལོ་དེ་གིས་བཀབ་ལ་ཁོ་གེ་བ་བསགས། ཅི་ན་གསར་བྱུང་ལ། ཁོ་གི་བསམ་བློ་དེ་སྡུག་ཅག་མ་ངེས་ཡིན། པེའུ་ལོ་ལ་ལྟ་ཡི་སྦྱོང་ལ་ལྟ་སྡུག་ཅག་འཇུག་ཡིན་ལ། ཚ་ཚ་གི་སྟངས་ལ་པེའུ་ལོ་བསྐལ་པ་ཟེར་དུས་སྣ་ཧོན་དུག་གི་སྡིག་པ་ཡིན་ལ་ཡིན་ན་ཡང། ཁོ་རེའི་བསམ་བློ་ལ་ཚ་ཚ་འདུར་རྒྱུ་རེད་བསམ་ལ་ཅིག། མ་གཏོགས་གི་པེའུ་ལོ་འདི་སྡུག་ཅག་ཡིན་པེའུ་ལོ་འདི་དགེ་རྒན་ཡིན་བསམ་སྡུག་ཅག་ཡིན་པའི་ས་ནས་བསྐལ་པ་མ་ངེས་ཡིན། འོད་གཞུང་ལ། ཅིག་བསམ་པ་རྣམ་པར་དག་པའི་སྒོ་ནས། ལུས་ཀྱི་ལས་ཀ་དང་ནི་ཅིག་ཁ་ཡི་ལབ་ཅི་ནས་ན་ལ་བ་མངོན་ངན། བསམ་པ་འདི་གནོད་སེམས་ཀྱི་སྒོ་ནས། ཅིག་ལས་ཀ་དང་ཅིག་ཁ་ནས་ལབ་གཉེན་པོ་ཇི་ནི་གནས་ན་ཡང་ད་ནི་ལ་བ་མ་ངན་ཡིན་ག་ད་གནས་སྐབས་དེ་བ་ད་དང་ལ་བ་ཅུང་ཐོག་མ་དོན་ལ་སྡིག་པ་རྨེའུ་ཡིན། ཨ་ཏའོ་འདི་ཡི་སྒོ་ནས་མདོར་ན། ཁྱེད་ཀྱིས་སེམས་པ་གནོད་སེམས་ཟེར་མཁན་དེ་དག་ཡིད་ཀྱི་བསམ་བློ་མི་དགེ་བ་གསུམ་གྱི་ནང་ནས་བརྣབ་སེམས། གནོད་སེམས། ལོག་ལྟ་གྱི་ནང་ནས་དེ་གནོད་སེམས་ཟེར་མཁན་དེ། ཅིག་དུག་ཆ་འཇུ་ཡིན། རྩ་བ་ཤིང་གི་བ་རག་གི་དུག་འཇོམས་ཡིན་ད་དུག་ངོ་ཟློག་དེ་ཡོད་དེ་ཡིན། རྩ་བ་དུག་བྱུང་པ་སོགས་དེ་ནི་ཤིང་གི་དེ་ནི་ཡལ་ག་དང་ཤིང་གི་ལོང་བ་དང་ཤིང་གི་མེ་མདོག་དང་ཤིང་གི་འབྲས་བུ་ད་སྟོད་ལས་དུག་འགྲོ་འམ་འུར་འཇོམས་ལ། འུ་ཡི་སེམས་ཀྱི་མི་ཕལ་དོ་ལ་མི། ཇི་ནི་ཇི་ཡི་ནང་ཆེ་ཆུང་བར་གསུམ་ཇི་ནི་ཇི། གནོད་པའི་བསམ་པ་ཕྲག་དོག་དང་མི་ལ་ཅིག་འགྲན་སེམས་དང་མི་ནི་བཀྲ་ཤིས་བ་དོ་ལ་ཅིག། མ་དགའ་བ། འོ་དེ་ཀྱི་ཅིག་སྡུག་ཅག་ཅིག་བྱུང་ན་སྙམ་པའི་བསམ་བློ་ཅིག་ཁོ་བའི་མགོ་ནས་ད་ཅིག་མེད་དེ། ལས་ཀ་ཇི་ནི་བྱས་ན་ཡང་ད་བ་དེ་དེ་བསམ་པ་དེ་སྡུག་ཅག་ཡིན་ངེས་འདི་ལ་གནོད་སེམས་ཟེར་མཁན་ཡིན། གང་ལྟར། ད་གནོད་སེམས་ཟེར་གྱི་འདུག་ཅིག་སྟབས་བདེའུ་ཅིག་གོ་བདེའུ་ཟེར་རྒྱུ་ཡོང་ལ་སྡིག་པ་གི་ནང་ནས་ད་དབུས་ལས་གས་སྡིག་ཅིག་ཡུལ་ནང་ནས་བསམ་པ་དེ་གནོད་སེམས་ཀྱི་མགོ་ནས་ལས་ཀ་ལྟ་ཡི་ཅོང་ལའུ་དང་ཅིག་འདྲ་ཆགས་པོ་བྱེད་ནི་བྱེད་ན་ཡང་འོ་དེ་དེ་ཐོང་སྣང་ཙམ་ལ་མ་གཏོགས་ཨེ་དཔེར་ན་དབུས།

ཅིག། རང་ལ་ཕན་ངན་འབྱུང་འོ་བྲོ། གང་ལྟར། མདོར་ན། ཅིག་ཕུག་ལ་རང་ལ་གནོད་སྦྱིན་དང། ཅིག། རང་ལ་གྱོང་མ་དང་འོང་སྦྱིན་མ་ཡིན་དེ་ཡི་ཚབ་ལ། གནོད་སེམས་ལས། ཕན་སེམས། ཕན་སེམས། མི་ལ་ཕན་ཐོགས་བྱེད་ཀྱི་བསམ་བློ། བྱེད་པ་ཟབ་ཅིང། མི་ལ་ཕན་ཐོགས་བྱེད་ཀྱི་ནུས་པ་བ་རང་གི་ནུས་པ་མེད་ན་ཡང་ཕན་པའི་བསམ་བློ་ཙམ་ཅིག་སད་མཁན་ཅིག་སྐར་མ་ཅི་ག་ཅིག་མི་ལ་ཕན་སེམས་ཙམ་ཅིག་འབྱུང་གཞི་སྦྱོང་ལ་ཡང། ཚོགས་དཔག་ཏུ་མེད་པ་སངས་རྒྱས་འབུམ་ཕྲག་ལ་ཕྱག་དང་མཆོད་པ་བྱས་པ་ལས་ཀྱང་སྙིང་རྗེ་ཡི་སེམས་ཕན་ཐོགས་ཀྱི་བསམ་བློ་ཨེ་ཅིག་ཨེ་ཅིག་སེ་གན་ཅི་ག་ཅིག་སྐྱེས་ན་ཡང་འོ་དེ་དུས་ཚོགས་བསགས་ཀྱི་བསོད་ནམས་བསྐལ་བ་སྟོབས་རྒྱ་ཆེན་པོ་གསོག་བྱེད་ངེས་དེ་ངའི་ཤེས་བྱེད་མ་ང་འདིས་ཚོད་ཁོ་རང་སངས་རྒྱས་ཀྱི་དེ་ནས་བྱང་ཆུབ་སེམས་དཔའ་རྣམས་ཀྱི་དཔེ་ཆ་བཀའ་འགྱུར་དང་བསྟན་འགྱུར་རྣམས་ལ་མང་པོ་གསུང་སང་འོང་ཅིང། དེ་ནས་བ་ཟང་མིན་བཀྲ་ཤིས་བདེ་ལེགས།